ཕུད་མེད་ཀྱི་གནས་ཚུལ་འདུག་ཟེར་ནས་ཐོན་འདུག་ཨ་ནི་ཁོ་རང། རྣམ་པ་ཚོ་ཚང་མས་གཟིགས་རྒྱུ་ཡོད་རེད་ཁོ་རང་གི་ངོ་དེབ་ནང་ལ་ཡ། བློ་དཀར་རང་བཙན་ཟེར་རྒྱབ་པ་ཡིན་ན་ཨ་ནི། ཁོ་རང་ངོ་དེབ་ནང་ལ་གཟིགས་བསྡད་ཀྱི་རེད་དེ་ནང་ལ་རྣམ་པ་ཚོས་གཟིགས་དང་ཨ་ནི་ཁོ་རང་གི། འདི་རེད་གར་ས་དེ་འདྲ། རེ་བ་རེད་འདུན་པ་རེད། ད་ག་ནང་བཞིན་ཁོ་རང་གི། ཨ་ནི་གཅིག། ཨ་རང་ཚོ་བོད་རིགས་སྤུན་ཟླ་ཚང་མ་འཆམ་པོ་བྱེད་དགོས་རྒྱུ་མཐུན་པོ་བྱེད་དགོས་རྒྱུ་ཨ་ནི་ལྷག་པར་དུ་ང་ཚོས་བོད་ཀྱི་རྩ་དོན་གྱི་ཐོག་ལ་འབད་བརྩོན་གནང་དགོས་རྒྱུ་དེ་འདྲ་གྱི་ཐོག་ལ་བཀའ་སློབ་མང་པོ་ཞིག་གནང་ཤག་དེ་ཙམ་མ་ཟད་ཁོ་རང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ལ་ཡང་དངོས་སུ་སྐུ་ལུས་མེ་མཆོད་ཕུལ་བའི་དགེ་བསྙེན་དེ་འདུ་བྱས་ཙང་རྣམ་པ་ཚོས་ཚང་མས་འདི་བརྒྱུད་སྐུར་གནང་ཡག་དང་ཨ་ནི་གཅིག་ཁར་ཟུག་རེ་དེ་ལ་ཡག་ད་ཤེར་ཞུ་རུ་བ་ཨིན་ཅི་ན་དེ་གནང་ཐུབ་ཡིན་ན་དཔེ་མ་སྲིད་པའི་ཡག་པོ་འདུག་ཁོ་རང་གི་རེ་བ་དང་དམིགས་ཡུལ་ཡིན་ན་གལ་ཏེ་འགྲུབ་འགྲུབ་ཀྱི་ཡོད་རེ་ག་ཚོད་མང་པོ་ཅིག་གིས་མཁྱེན་ཐུབ་པ་གང་ཡིན་ཞུ་བ་ཡིན་ན་ཁོ་རང་གི། ཨེ་ང་ཚོ། ང་རང་ཚོ་ཚང་མའི་གི་ཆེད་དུ་ཨ་འགུ་ལུ་མེ་ཆུ་ཕུལ་གི་རེད། ལྷག་པར་དུ་ཨ་ནི་ཅིག་ད་ལྟ་བོད་ཀྱི་གནས་སྟངས་རེད་བོད་པའི་སྐད་ཡིག་གི་གནས་སྟངས་རེད་ད་ག་ན་ཞི། ཨ་ནི་ཅིག་ཁར་སོག་རེད་ད་ག་ད་བོད་ཀྱི་རྩ་དོན་གི་ཆེད་དུ་འགུ་ལུ་མེ་ཆུ་ཕུལ་བཞག་པ་རེད་དེ་དང་དེ་ལྟ་མཉམ་འབྲེལ་རྒྱལ་ཚོགས་མདུན་ལ་ཡང་བོད་གཞུང་ལྷན་ཚོགས་ཀྱི་དབུ་ཁྲིད་རྗེ་མར་མེ་སྨོན་ལམ་འདུག་ཟེར་ནས་བཏོན་གནང་གི་འདུག་ཨ་འདི་ལ་རྣམ་པ་ཚོ་ཚང་མ་གང་མང་མང་མཉམ་ཞུགས་གནང་ཐུབ་ན།

ལོག་རང་བཟི་ལ་ཁོ་རང་གི་ངོ་དེབ་ཀྱི་ནང་ལ་ཡང་ཨ་ནི་ཁོ་རང་གི་ད་མེ་སེར་ཟིག་རེ་བ་ང་རང་ཚོ་ཚང་མ་ལ་ཡང་མང་པོ་ཞུ་ཅིག་བཞག་བཞག་འདུག་ད་ག་ནང་བཞིན་ངོ་དེབ་ཀྱི་ནང་ལ་ཁོ་རང་གི་སྐུ་ལུས་མེ་མཆོད་དངོས་སུ་ཕུལ་བའི་དགེ་བསྙེན་དེ་ཡང་འདུག་བྱས་ཙང་ད་དེ་ཚོ་ཅིག་ང་ཚོས་ག་ཚོད་བརྒྱུད་བསྐུར་གནང་ཐུབ་པ་ཡིན་ན་ཡང་ཁོང་རང་གི་ད་ག་འདྲ་ཅིག་རྒྱལ་སྤྱི་ཀྱི་ནང་ལ་ཡང་དོ་སྣང་ཡོང་ཡག་དང་རྒྱལ་སྤྱི་ཀྱི་ནང་ལ་དོ་སྣང་བྱུང་པའི་རྒྱུ་མཚན་ལ་ད་ནི་ཨ་ནི་ང་ཚོ་གཞིས་བཞུགས་བོད་རིགས་སྤུན་ཟླ་ཀྱི་དཀའ་ངལ་སེལ་ཡག་རེད་བོད་པའི་ཆོས་དང་རིག་གཞུང་རེད་བོད་པའི་སྐད་ཡིག་རེད་དེ་ཚོ་སྲུང་སྐྱོབ་གནང་ཡག་རེད། འོ་དེ་འདྲའི་གི་ད་གང་ལྟར་མདོ་དོན་ཧྲིལ་གྱིས་བྲིས་པ་ཡིན་ན་བོད་ཀྱི་རྩ་དོན་གྱི་ཆེད་དུ་འདི་གནང་བསྡད་ཀྱི་ཡོད་དུས་བསམ་པ་ཨ་ནི་རྣམ་པ་ཚོས་ཚང་མས་དེ་ཐུགས་ལ་བཞག་པའི་གི་ཐོག་ནས་ཨ་ནི་འདི་གནང་རོགས་གནང། ཁ་སོགས་རེ་ཤེར་གནང་ཡག་དང་ཨ་ནི་ད་ག་ནང་གཞིས་ས་གནས་ནིའུ་ཡོག་ཁུལ་ལ་ཡོད་པ་ཡིན་ན་ཡིན་གཅིག་མིན་གཅིག་ཨ་ནི་ཅིག་དེ་ལྟར་བསྔོ་སྨོན་གི་མི་ག་ཡོད་བསྡད་པ་ཡིན་དུས་དེ་ལ་ཕན་ཐུབ་པ་ཡིན་ན་ཡག་པོ་འདུག་ཨ་ནི་གལ་ཏེ། རྩ་བ་ཉིད་ནས་ཕེབས་མ་ཐུབ་པ་ཡིན་ནི་ཡིན། ད་ཐེངས་འདའི་སྐབས་སུ་ཁོ་རང། སྨན་ཁང་ནང་ལ་ཡ་ད་ག་ད་སྐུ་ཡི་འཕེན་པ་རྫོགས་དང་མ་རྫོགས་ཀྱི་རྒྱ་ཆ་ཡ་ད་མ་ཅིག་གསལ་པོ་མི་འདུག་མང་པོ་ཅིག་གིས་ད་ཕལ་ཆེར་འདས་གྲོངས་ཕྱིན་ཚར་ཤག་ཟེར་ཡ་ཟེར་བསྡད་ཀྱི་འདུག་ཕལ་ཆེར་ཕལ་ཆེར་དེ་འདྲ་བརྙན་གྱི་ནང་ལ་བལྟས་པ་ཡིན་ན་རྒྱུན་རིང་པོ་བཞི་བ་ཅིག་ད་ག་ད་མེ་འབར་སོང་ཨ། སྐུ་གཟུགས་ལ་ཡ་ཆ་ཚང་མེ་འབར་ནས་རྒྱུན་རིང་པོ་བཞི་བ་ཞིག་བལྟས་དུས་ད་ག་ལས་ཁག་པོ་བཞི་བ་ཅིག་ཆགས་བསྡད་པ་ཅིག་ཆགས་བསྡད་ཀྱི་འདུག་བྱས་ཙང་རྣམ་པ་ཚོ་ཚང་མས་འཛམ་གླིང་ཕྱོགས་མཐའ་གང་ས་ལ་བཞུགས་པའི་བོད་རིགས་སྤུན་ཟླ་རྣམ་པ་ཚོ་ཚང་མས་ཁོང་གི་སྐུ་ལུས་མེ་མཆོད་དེ། ང་རང་ཚོ་གི་ཆེད་དུ་བཏང་པ་ཡིན་དུས་ང་རང་ཚོ་དང་ང་རང་ཚོ་གི་ད་ག་འདའ་མ་འོངས་པའི་མི་ཐོག་གི་ཆེད་དུ་སེ་ནའི་རེད་ག་འདའ་བོད་དང་བོད་མི་གི་ཆེད་དུ་བཏང་པ་ཡིན་དུས་ང་ཚོ་ཚང་མས་དེ་སེམས་ལ་དྲན་པའི་གི་ཐོག་ནས་ཨ་ནི་དུང་སེམས་མཉམ་སྐྱེ་གནང་ཡག་དང་མ་ནི་ཚིག་གཅིག་ལས་མི་ན་སྐྱོ་ཡག་ལྷག་པར་དུ་ཁོ་རང་གི་བཞག་པའི་མེ་སེ་ཇ་དེ་ནང་ལ་ཡང་ང་རང་ཚོ་བོད་མདོའུ་ཁམས་གསུམ་གི་བོད་རིགས་སྤུན་ཟླ་ཚང་མ་འཆམ་པོ་དང་མཐུན་པོ། མཐུན་སྒྲིལ་རྡོག་རྩ་གཅིག་ཏུ་སྒྲིལ་རོགས་གནང་ཟེར་ནས་ཁོ་རང་གི་སྐུ་ལུས་མ་ཕྱི་མ་ཕུལ་སྔོན་ལ་ཡང་ཨ་ནེ་ཕེས་བུག་ནང་ལ་མེ་སྲེག་བཞག་བཞག་པ་དེ་ནང་ལ་ད་ག་རང་འདུག་བརྡ་ལན་བྱས་ཙང་རྣམ་པ་ཚོ་ཚང་མས་འདི་ཐུགས་ལ་བཞག་བྱས་དོན་དག་ང་རང་ཚོ་གི་ཅིག་མང་པོ་ཅིག་གི་རྩ་དོན་གི་ཐོག་ལ་ནུས་པ་ཉམས་འགྲོ་གི་འདུག་སེམས་ཤུགས་མེད་པ་ཆགས་འགྲོ་གི་འདུག་གཞོན་སྐྱེས་ཀྱི་རྩ་དོན་གི་ཐོག་ལ་ཡང་ནུས་པ་མཉམ་སྤུངས་བྱེད་ཀྱི་མི་འདུག་གསུང་འོ་རེད་ད་དེ་འདྲའི་དེ་ལྟ་འདི་འདྲ་བའི་གི་འཛའ་དྲག་གི་གནས་སྟངས་དང་ཚོར་བ་སྐྱེན་པའི་གནས་སྟངས་དག་ནང་བཞིན་དངོས་གནས་དྲ་གནས་ང་ཚོ་ཚང་མ་ལ་སེམས་གཏིང་ནས་ན་ཟུག་བཏང་དགོས་ཡ་དང་སེམས་གཏིང་ནས་དངོས་གནས་དྲ་གནས་ཀྱི་གཅིག་ཧར་ཟུག་རེད་ད་ག་འདའ། སེམས་གཏིང་ནས་མིག་ཆུ་ཤོར་དགོས་ཡ་ཟིན་ནོ་མ་འགྲིག་པ་མི་འདུག་དེ་འདྲས་ཀྱི་གནས་སྟངས་དུག་སླེ་ཡོད་འདུག་དེ་ཨ་ནི་ད། རང་དབང་ཅན་གྱི་རྒྱལ་ཁབ་ཨ་མི་རི་ཀའི་ནང་ལ་ཡ་ཨ་ནི་དེ་འདའ།

རྡུང་རྡེག་བཏང་པའི་ཁ་ཐུག་ལ་ཚང་མ་བཏང་བ་རེད། བཙོན་འཇུག་བྱས་པའི་ཁ་ཐུག་ལ་ཚང་མ་བྱས་པ་རེད། གཅིག་པ་གཅིག་རྐྱང་རེད། མདོ་དབུས་ཁམས་གསུམ་གྱི་བོད་རིགས་སྤུན་ཟླ་ཚང་མ་འཆམ་པོ་དང་མཐུན་པོ་བྱེད་རོགས་གྱིས། ལྷག་པར་དུ་བོད་ནང་ལ་བཞུགས་པའི་གཞིས་བཞུགས་བོད་རིགས་སྤུན་ཟླ་ལ་གང་ཡང་ཞུ་ཡ་མེད། བློས་གཏོང་ཆེན་པོ་གནང་སོང། ཡིན་ན་ཡང་ང་རང་ཚོ་ཕྱི་ལོགས་ལ་ཡོད་པའི་བོད་རིགས་སྤུན་ཟླ་དམ་པ་ཚོ་གིས་ད་དངོས་གནས་དྲང་གནས་ཀྱི་སྙིང་ལ་ཡང་བཅགས་བཅུག་རྗེས། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱི་བྱེད་པའི་ཐོག་ནས་རྩ་དོན་སྒྲུབ་རོགས་གནང་ཟེར་ནས་ཁོ་རང་གིས་ད། སྐུ་ལུས་མེ་མཆོད་མ་ཕུལ་ཚེ་སྔོན་ལ་ཡང་མེ་བསྲེག་བྱ་བ་འདི་ན་འདུག་བྱས་ཙང་ང་རང་ཚོས་ཀྱི། གཡས་དང་གཡོན་དང་དབུ་མ་དང་རང་བཙན་དང་ཟེར་ཡ་སྐད་ཆ་ཚང་མ་ཕར་བཞག་རྗེས། ང་རང་ཚོ་བོད་མི་རིགས་ཤ་རུས་དུང་རྒྱུད་གཅིག་ལས་བྱས་པའི་མི་རིགས་ཅིག་ཡིན་པས། བསམ་བློ་དང་འདུ་ཤེས་དེ་མ་བརླག་པའི་ཐོག་ནས། ཨ་ནི་ང་ཚོ་འཚོ་བ་རྣོན་པོས་ཀྱི་ཐོག་ནས་ད་ང་བདག་རྒྱབ་སྐྱོར་གནང་དགོས་ཡ་དང། བསྔོ་བ་གནང་དགོས་ཡ། སྨོན་ལམ་གནང་དགོས་ཡ་འདི་དཔེ་མ་སྲིད་པའི་གལ་ཆེན་པོ་འདུག་བྱས་ཙང། རྣམ་པ་ཚོ་ཚང་མ་ལ་ཡང་དེ་ལྟ་ངས་ད་ཅིག་དེ་འདྲ་གནས་ཚུལ་དེ་བྱུང་ནས་ཆུ་ཚོད་གཅིག་གཉིས་མ་གཏོགས་འགྲོ་ཡོད་མ་རེད་ཨེ་བྱས་ཙང་རྣམ་པ་ཚོ་ལ་ཡང་དེ་དྲན་སྐུལ་ཞིག་ཞུ་གི་ཡོད་ཞུ་ཡ་ཡིན་ཨེ་དེ་དང་གལ་ཆེ་ཤོས་དེ་ནིའུ་ཡོག་ལ་ཡང་མཉམ་འབྲེལ་རྒྱལ་ཚོགས་མདུན་ལ་ཡང་དེ་ལྟ་མར་མེའི་སྨོན་ལམ་འདུག་ཟེར་ནས་འདོན་བཞིན་པར་ཤག་བོད་གཞུང་ལྷན་ཚོགས་ཀྱིས་དེ་གནང་རྗེས་རྣམ་པ་ཚོ་གང་མང་མང་གིས་མཉམ་ཞུགས་ཡིན་གཅིག་མིན་གཅིག་གནང་རོགས་གནང། རྣམ་པ་ཚོ་ཕྱི་ལོགས་ཞུགས་པ་ཚོས་འདི་ཧྥེ་སི་བུག་གཟིགས་པས་ཡིན་ན་ཡང། ཨ་ནི་ནིའུ་ཡོག་ལ་ཡོད་པ་དང་ནིའུ་ཇེར་སིའི་ཡོད་པ་ཚོ་ལ་ཡིན་པས་ན་ཕར་འབྲེལ་བ་གནང་རྗེས་ཡིན་གཅིག་མིན་གཅིག་འདུག་ཟེར་ནས་གདུང་སེམས་མཉམ་སྐྱེད་དང་ད་སང་ཉིན་ན་ཉིན་སྔོན་མོའི་མཆོད་འབུལ་རན་པ་ཞིག་རིམ་པ་ཞིག་ཏུ་གནང་ཡོང་གི་རེད་མཉམ་ཞུགས་གནང་རོགས་གནང་ཞེས་ཞུ་གི་ཡོད་གང་ཡིན་ཤོད་པའི་ཡིན་ན། ཆོས་ཕྱོགས་ལ་དད་པ་ཡོད་པ་ཚོའི་ངོས་ནས་ཞུས་པའི་ཡིན་ན་ཨ་ནི་དེ་འདྲ་གནས་སྟངས་དཀའ་ངལ་ཆེན་པོ་ཞེ་བོ་ཅིག་གང་ལ་ཡང་གནས་ཡོད་རེད་གལ་སྲིད། འདས་གྲོངས་ཕྱིན་པའི་ད་མི་མང་པོ་ཅིག་གི་མཆན་བ་ཡིན་ན། འདས་གྲོངས་ཕྱིན་ཚར་ཤ་ཟེར་ཡག་གི་གནས་སྟངས་ཆགས་ཀྱི་འདུག་ཕལ་ཆེར་ཕལ་ཆེར་ང་རེ་ལྟ་སྟངས་བྱས་པ་ཡིན་ན་སྐུ་ལུས་མེ་མཆོད་དེ་ཕུལ་བའི་ཁ་ཐུག་ལ་རྒྱུན་རིང་པོ་བཞི་བོ་ཅིག་སྐུ་གཟུགས་ལ་མེ་འབར་སོང་ད་ག་ནང་བཞིན་ཁོ་རང་གི་ཆུ་བ་མཆོད་ནས་ཕེབས་ཤག་ཆུ་བ་དེ་ཆ་ཚང་སྣུམ་གྱི་བད་དེ་བཙོ་བསྐྱལ་ཟིག་རེད་བ་རློན་པ་རློན་རྐྱང་རེད་ཤག་དེ་འདྲས་ཅིག་བྱུགས་བྱས་ད་མེ་དམར་མོ་དེ་འདྲས་ཀྱི་ཆེན་པོ་ཅིག་འབབ་དུས་ད་ཁག་པོ་ཆགས་ཡག་ཡིན་པ་དེ་གཏན་འཁེལ་ཞག་ཞུ་ཡག་ཡིན་བྱས་ཙང་རྣམ་པ་ཚོ་ཚང་མས་ཁོ་རང་གི་བློས་གཏོང་གནང་པ་དེ་ང་རང་ཚོ་ཚང་མས་ཀྱི་ཆེད་དུ་རྣམ་པ་མཁྱེན་པའི་ཐོག་ནས་ཨ་ནི་བསྔོ་བ་དང་སྨོན་ལམ་སྟོན་ཡག་རེད། སེམས་ལ་སེམས་ཤུགས་འབྲི་ཡག་རེད་གལ་ཆེ་ཤོས་དེ་ཁོ་རང་གི་བཞག་པའི་བསླབ་བྱ་དེ་ང་ཚོས་སེམས་ལ་ཉན་དགོས་ཡག་དེ་བློ་ལ་བཞག་དགོས་ཡག་དེ་གལ་ཆེན་པོ་འདུག་ཟེར་ནས་ཨ་ནེ་རྣམ་པ་ཚོ་ལ་དྲིན་སྐུལ་ཞུ་གི་ཡོད། ཨན་ཇེ་ཚང་ད། གལ་ཆེ་ཤོས་ནང་གི་ཆེ་ཤོས་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ལ་ཡང་དེ་ལྟ་མར་མེ་མོ་ལམ་ཕུལ་གནང་གི་འདུག་གཞོན་ལྷན་ཚོགས་ཀྱི་དབུ་ཁྲིད་གནང་བྱས་རེད་བ། དེ་ལ་ཡང། ང་གཞོན་ནུ་ཡིན་དང་མེད་ང་རང་བཙན་དང་དབུ་མ་ཡིན་དང་མེད་ཀྱི་བཀའ་མོལ་མ་གནང་པའི་ཐོག་ནས། ང་ཚོ་བོད་རིགས་སྤུན་ཟླ་ཡིན། ང་ཚོ་བོད་པ་ཡིན། རྩམ་ཟན་བོད་པ་ཡིན་བོད་ལ་ཡིན་ན་ད་ག་རང་རེད། སྔར། རྒྱ་ཇུ་གྱ་གྲངས་ཀྱི་ནང་ལ་ཡང། ངོ་ལོག་རྒྱ་བའི་ཁ་ཐུག་ལ་ཡང། སྐད་བོད་ནང་པའི་ཁ་ཐུག་ལ་ཡང། རྩམ་ཟན་བོད་པ་ཡིན་ན་དོན་ཤོར་ཟེར་ནས་སྐད་རྒྱབ་བྱ་ཕྱིན་བུ་རེད་རྩམ་པ་ཟ་ཉེན་གྱི་བོད་པ་གཅིག་པ་ཡིན་ན་མ་གཏོགས་དེ་དབྱེ་བ་གང་ཡང་ཡོད་མ་རེད། ད་རིང་ཡིན་ནས་ད་ག་རང་རེད། བོད་མི་གཅིག་གི་རང་གི། གཅེས་པའི་ལུས་སྲོག། ལོངས་སྤྱོད་དང་བཅས་པ་ད་ག་འདའ་ང་རང་ཚོའི་ཆེད་དུ་བཏང་བ་རེད་བྱས་ཙང་ང་ཚོ་ཚང་མས་དེ་ལ་གདུང་སེམས་མཉམ་སྐྱེད་དང་ལྷག་པར་དུ་སེམས་ནང་ལ་ཡ། མི་རིགས་གཅིག་གི་འདུ་ཤེས་དང། མི་རིགས་གཅིག་གི་ཁེ་ཕན། མི་རིགས་གཅིག་གི་མ་འོངས་པའི་གི་མདུན་ལམ་ལ་སོགས་པ་དགོངས་པ་བཞེས་བཅས་ཨ་ནི་ཕྱག་ལས་གནང་རོགས་གནང་ཟེར་ནས་རེ་སྐུལ་ཞུ་གི་ཡོད་ད་ང་འདི་ནས་མ་མོར་བཏང་རྗེས་འགྲོ་གི་ཡོད་ཧ་ལམ་ཧ་ལམ་སླེ་འགྲོ་འདུག་དེ་ལྟ་ཀུན་སྤྲེའུ་ཞི་བ་དོན་ནི་འགྲོ་བསྡད་ཡོད་ཨ་ནི་མི་ཁའི་སླེ་ཟུར་ངའི་རྣམ་པ་ཚོ་ལ་མ་མེ་མོ་ལམ་དང་དེ་འདྲས་ཀྱི་ད་གནས་སྟངས་དེ་འདུག་ཟེར་ནས་བཏང་ཡོང་གི་ཡིན་ཞུ་ཡ་ཡིན་བཀའ་དྲིན་ཆེ།